ཡང་ལྷན་རྒྱས་ཆ་ཚང་བཀྲ་ཤིས་བདེ་ལེགས། ངའི་མིང་བསྟན་འཛིན་དགོངས་འདུས་ལེགས་ཀྱི་ཡོད། ད་དེ་རིང་གི་བརྙན་ཐུང་བཟོ་བའི་རྒྱུ་མཚན་འདི་འདི་ངེད་ལ། ངེད་ཀྱི་ད་རྒྱ་གར་ལ་ཡོད་པའི་བུ་མོ་གཉིས་ཐོག་འགྲིམ་སློབ་གྲྭར་འགྲིམ་བཞིན་པ་གང་ཞིག། དཔལ་འབྱོར་གྱི་དཀའ་ངལ། ཁྲེ་དང་ཁྲེ་ཤན་པའི་བུ་མོ་གཉིས་ལ་ངེད་ཀྱི་མི་དམངས་ཀྱི་བརྒྱུད་ནས་ཞལ་འདེབས་ཀྱི་དང་ཐབས་ལམ་གྱི་བརྒྱུད་ནས་དཔལ་འབྱོར་བསྡུ་རུབ་ཀྱི་ཐུགས་རྒྱབ་སྐྱོར་ཅིག་ཞུས་པ་ཡིན་ཞུས་པ་གཞི་བཟུང་གིས་མི་དམངས་རྣམས་ནས་ཞལ་འདེབས་ང་རང་གི་བསམ་ཡུལ་ལས་འདས་པའི་ཞལ་འདེབས་སྤེལ་བར་སྐོར་བསྒྲགས་སོང། ང་ནི་ཞལ་འདེབས་འདི་ད་ཞལ་འདེབས་དང་པོ་ར་སྐྱོ་འདི་ངས་ཆ་ཚང་རྒྱ་གར་ལ་བཏང་ཟིན་པ་རེད། བཏང་ཟིན་པ་ཞེས་གསུང་གི་འདིའི་བརྙན་ཐུང་དེ་སུའི་ཡིན་མི་མང་གི་སིའི་ཡོད་ཤག་རེད། ཨ་ནི། ད་འདི་གི་རྗེས་ལ་ཨ་ནི་ང་ཞལ་འདེབས་ཡང་སྐྱོ། ཅིག་ར་སོ། ཨ་ནི་ངས་འདི་འདུག་ཟ་འདི་པོ་ཏོ་བཀག་ནས་ཤག་ཡིན་ཡང་འདུག་ཐོས་པ་འདི་ར་བ་ཡིན་ན་ངས་མཉམ་དུ་འདེབས་ཅེར་བཏང་བ་བསམ་ར་བ། ད་དེ་རིང་ངས་འདུག་ད་མཐའ་མ་འདི་འདུག་ཡིན། ཨ་ནི་ཞལ་འདེབས་འདི་གི། ཞལ་འདེབས་སྤྲད་ངེས་ཀྱི་མིང་འདི་དང་པོ་འདུག་ཞུས་ཆོག་པ་ཞུ་རོ། ཞལ་འདེབས་སྤྲད་ངེས་དང་པོ་འདི་དང་པོ། བཀྲ་ཤིས་ཆོས་འཛོམ། ང་རང་ལས་ཀ་བྱེད་ས་ལས་ཀ་བྱེད་ས་གཅིག་པ་ཡིན་མཉམ་དུ་ལས་ཀ་བྱེད་ཀྱི་ཡོད། བཀྲ་ཤིས་ཆོས་འཛོམ་ནས་འབྲོག་ལ་ལྔ་བཅུ། བསྟན་འཛིན་གཞན་ཕན་ནང་མི་ནས་བསྟན་འཛིན་གཞན་ཕན་དང་ཁོ་རང་གི་ནང་མི་ནས་འབྲོག་ལ་ལྔ་བཅུ་གཉིས་ཀྱི་མེད་ཀྱི་ཕཱརསྟ་ཀ་ཟིན་རེད། འབྲོག་ལ་ལྔ་བཅུ། ཨ་ནི་བསོད་ནམས་དབང་མོ HCMC ལས་ཀ་བྱེད་ངེས་རེད་ཤར་བ། བསོད་ནམས་དབང་མོ་ནས་འགྲོ་ལར་བཅུ། ཨ་ནི་དཀོན་མཆོག་དབང་མོ་ནས་འགྲོ་ལར་བཅུ། ཨ་ནི། འདུག་བྱས་ཨ་ནི་མིག་དམར་ཚེ་རིང Family ད་མིག་དམར་ཚེ་རིང་ཁོ་རང་བ་འདི་ར་ཤེས་བྱ་རེད་མིག་དམར་ཚེ་རིང་གེ་ལགས་ཀྱི་རེད། ཨ་ནི། ཚ་བ་མགོན་པོ་ལས་རིང་བ་འདུག་ཤེས་བྱ་ཡིན་ན། ཨ་ནི་ཁོ་རང་གི་ནང་མི་ནས་འགྲོ་ལར་ལྔ་བཅུ། ད་ཁོ་རང་གི་འགྲོ་ལར་ལྔ་བཅུ་དེ། བ་འདྲ་ཞི་ཆགས་ཀྱི་བུ་མོ་འདི་རང་ལ་ཆེད་དུ་ཡིན་གསར་བ། འགྲོ་ལ་ལྔ་བཅུ་རེད་ཨ་ནི་འདི་བ་འདྲ་ཞི་ཆགས་ཀྱི་བུ་མོ་འདི་རང་ལ་ཆེད་དུ་རེད་གི་རེད་ད་ཁྱོད་འདོམས་པའི་འགྲོ་ལ་ད་ལྔ་བཅུ་དེ་ཕ་འཐེན་ནི་རེད་ད་མིག་དམར་ཚེ་རིང་གིས་འགྲོ་ལ་ལྔ་བཅུ་དེ་མ་བརྩིས་ནས་ཁྱོད་འདོམས་པའི་འགྲོ་ལ་བརྒྱ་དང་ཉི་ཤུ་རག་སོང་ཨ་ནི་བརྒྱ་དང་ཉི་ཤུ་དེ་མི་རེ་རེ་ལ་དྲུག་ཅུ་དྲུག་ཅུ་འདུག་ས་རེད་གྱོད་ན་ཨ་ནི་བ་འདྲ་ཞི་ཆགས་ཀྱི་བུ་མོ་དེ་ལ་ཨ་ནི་བརྒྱ་དང་བཅུ། ཨ་ནེ། ལ་བོས་པ། བུ་མོ་ལ་དྭགས་ནས་ཡིན་པ་དེ་ལ་གྲོ་ལ་དྲུག་ཅུ། འདུག་ས་རེད། ཨ་ནེ་ངེད་ཀྱིས་དེའི་སྟང་ཟིན་པ་ཡིན། སྟང་ཚ་ནས། གྲོ་ལར། ཁེ་བཟང་བཏང་ཡིན་རོ། གྲོ་ལར་ང་ལ། ཨ། གྲོ་ལར་གཅིག་ལ་རྒྱ་གར་པེ་ཤ་བརྒྱད་ཅུ་བརྒྱད་གཉིས་དང་པེ་ཤ་དྲུག་རག་སོང། ཨ་ནེ། གྲོ་ལར། དེ་ལ་དྭགས་བུ་མོ་དེ་ལ། བོད་པའི་བུ་མོ་ལ་དྭགས་ནས་ཡིན་པ་དེ་ལ། ཁྱོད་འདོན་པའི་རྒྱ་གར་དཔེ་ཤ་བཞི་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་དང་དཔེ་ཤ་གཅིག་འདུག་ར་གསུངས། ཨ་ནི། བཱན་དཱ་ར་ཤེས་བྱ་ནས་ཡིན་པའི་བུ་མོ་དེ་ལ། གྲོ་ལར། ཁྱོད་འདོན་པའི་གྲོ་ལར་བརྒྱ་དང་བཅུ་རུ་བ། ཧ་ནི། རྒྱ་གར་པེ་ཤ་འདི་བསྒྱུར་ན། གྲོ་ལར་དགུ་སྟོང་ཉི་ཤུ་རྩ་བདུན་དང་པེ་ཤ་སུམ་ཅུ་སོ་བཞི་འདུག་ས་ར་སུང་བཏང་ཟིན་པ་ཡིན། བཏང་བ་གཞི་བཟུང་གིས་དངུལ་དེ་ཕི་གེ་ལ་འབྱོར་ཚར་བཞག་རོ། ཨ་ནི། འདིའི་ཡིག་རྙིང་རི་སིལ་འདི་པར་རྒྱག་ནས་འདུག་གཤམ་ལ་སྟོན་གྱི་ཡིན། ཉི་མ་དེ་ལ་ངེད་ཀྱིས་ཡུལ་གྲུབ་ན་སྟོན་ཐུབ་མ་སོང་ག་ཅེ་ན་ངེད་ཀྱི་མིང་གསལ་བོ་ཀླད་པ་ན་དྲན་མ་སོང་འདུག་མིང་དེ་ཕ་བཙུགས་འདུག་མར་མཁར་གྱི་ཕ་བསུ་བས་ཡོད་པ་དེ་འདྲའི། འདི་གི་རིག་པ་འདི་མ་ཉན་ས་མ་ངེས་ཀྱི། ཁོ་རང་ལོགས་སུ་ངའི facebook གི་འདི་ན་བླུགས་ཞེན་པ་ད་ད་ལན་གྱི youtube ནང་ལའང་བླུགས་ཤག་གི་ཡིན། མིང་ད་དུང་ཚོ་ཕ་སྐབས་ནས། ཨ་ནི་ད་དེ་དང་མཉམ་དུ་རོ། ད་བརྙན་ཐུང་འདི་རིང་པོ་མེད་པ་ངས་ཐུང་ཐུང་བཟོས་ཐབས་ཤིག་གཏང་གི་དེ་དང་མཉམ་དུ་ང་གི་མི་མང་ཆ་ཚང་ལ་ཐུགས་རྗེ་ཆེ། སྙིང་ཐག་པ་ཐུགས་རྗེ་ཆེ་དེ་དང་ཆབས་ཅིག་ཨ་ནི། རྒན་ཡོལ་དོན་ཡོད་པ་ཚོ་གི་བར་འདྲ་ཤེས་བྱ་གི་རྒན་ལགས། དངོས་གྲུབ་བླ་མོ་ལགས་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ། རྒན་ལགས་ཀྱི་རྒྱུད་ནས་འདུག་ཐབས་ཅིག་ཡོད་རོགས་བྲེལ་བ་བྱེད་སྟངས་དག་དང་ཚོགས་འདུག་སྟབས་བདེ་བོ་ཞིག་རག་བྱུང་སོང། ད་ག་ན་ཤི་རྒན་ལགས་ཀྱི་བུ་ཕེ་གི་བེང་གློར་ལ་ཡོད་པའི་ཐུབ་བསྟན་བསྟན་འཛིན་ཐུབ་བསྟན་ཁོ་རང་མེད་པ་ཡིན་ན་ཡང་ང་ཚོ་ལ་དྭགས་ཀྱི་བལ་བོའི་བུ་མོ་ལ་དྭགས་ནས་ཡིན་པ་དེ་ཡི་དཀའ་ངལ་དེ་འདུག་མདུན་ལ་ལིའི་མ་རོ་མདུན་ལ་མ་ལུས་ཟིན་པ་ལ་ང་ཚོ་ཡི་དཀའ་ངལ་དེ་ད་ནས་སེལ་བ་ན་ཞི་དེ་ཡོང་གི་མ་རོ་སེལ་ཐུབ་གི་མ་རོ། ཁོ་རང་ལ་ཡང་ངེད་གཉིས་མཐའ་ཀུན་ཐུགས་རྗེ་ཆེ་ཞུས་ཡིན་ད་ན་ཞིག་ཁོ་རང་གིས་ང་ལ་སྦན་གྱི Information གང་སར་སྤྲད་རོགས། ལ་དྭགས་བུ་མོ་དེ་རེ་འགང་མེད་དུས་སེམས་པ་ལ་ཁོ་རང་གི་རྒྱུད་ནས་ངུས་ཏེ་འདུག་ད་ཡན་གྱི་ཐབས་ལམ་འདུག་བཟང་པོ་ཅིག་བྱུང་བ་དེ་ལ་ངེད་གཉིས་མཐའ་ཀུན་ཐུགས་རྗེ་ཆེ་དེ་དེ་བཞིན་མི་མང་དེ་ལྷན་གྱི་ཆ་བཟང་ཐུགས་རྗེ་ཆེ་ངེད་ཀྱི་གཤམ་དུ་བུ་མོ་གཉིས་ཀྱིས་འདུག་ངེད་ཀྱི Voice Record དེ་ནས་མི་མང་དང་དུ་ཚོད་ལ་ཐུགས་རྗེ་ཆེ་ལ་ནས་ངེད་ཀྱི་ཅིག་བཟོད་བྲོས་ཆེ་དར་ལ་ཡོད་ར་ད་གདོང་པ་སྟོན་དགོས་མ་རེད་ཨེ་ནས།

ཨ་ནི། རོགས་རམ་གནང་མཁན་ཚང་མ་ལོ་དང་ཚང་མ་ལོ་སིག་པ་སིག་ཚང་མ་དང་ཐུགས་རྗེ་དང་ཡང་ཡང་ཞུ་རྒྱུ་ཡིན། ཚང་མ་ལོ་ལ་བཀྲ་ཤིས་བདེ་ལེགས་ང་ལ་དྭ་ནི་ཡིན་པའི་བུ་མོ་དེ་ཡིན། ཨ་ནི། ང་ཐག་རིང་གི voice message དེ་ག་ཡིན་བྱོས་ཡོད་ན། ང་ལ donation སྤྲད་མཁན་ཆ་ཚང་དང་ཨ་ནི་མཆོག་དབང་འདུས། ངའི་རོགས་པ་ཐུབ་བསྟན་ཐུབ་བསྟན་ཨ་མྲ་ལ་སྙིང་ཐག་པ་མཐུད་ཅིག་གནང་ལའོ་བསམས་སོ། ཁ་སང་ང་ཆུ་དབང་འདུས་བསྡམས་ནས Donation ཆ་ཚང་གཅིག་འབྱོར་སོ། Donation དེ་ཚང་མ་ལ་སྙིང་ཐག་པ་མཐུད་ཅིག་གནང་ལ་ཡིན། ང Donation འབྱོར་དགོས་ནས་ཆ་ཁ་ཞིག་ང་རང་ཡར་ཡིན་ཆ་ཁ་དེ་ངས་ཨ་མ་འགྲམ་ཨ་མ་རང་ལ་དཔེ་ངེས་ཀང་ཡག་པོ་ཞིག་མེད་དུས་ཨ་མ་འགྲམ་ལ་བཏང་ཡིན།

ཨ་ནི། ད་སྐད་དེ་ཕལ་ཆེར་ཡག་པོ་གོ་ཡོད་ཀྱི་རེད་བུ་མོ་དེ་ཚོ་གཉིས་ཀ་ཅིག། ཨ་ནི། ཡག་པོ་གོ་མེད་ན་ཨ་ནི་ངས་དགོངས་དག་ཞུ་ཡ་ཡིན་ད་ཐབས་ལམ་དེ་ལས་ལྷག་པ་ང་བྱུང་མ་སོང། ཨ་ནི། བདག་རང་རེད་ཤག་ཨ་ནི་ངས་མི་མང་ལྷན་རྒྱས་ཆ་ཚང་ལ་ལག་གཉིས་ཐལ་མོ་སྦྱར་ཏེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་ནི་ཞལ་འདེབས་པས་སྐུ་རག་སོང་བུ་མོ་གཉིས་དང་ནང་མི་དང་ཕ་མ་ཆ་ཚང་གིས་ངེད་ཀྱི་བརྒྱུད་ནས་མི་མང་ལ་ཐུགས་རྗེ་ཆེ་ལའང་འདུག་གོ་སྐབས་ཅིག་ངས་འདུག་གླེང་གི་རེད་བ་ཐུགས་རྗེ་ཆེ་ཞུ་ཡས་ཡིན་འོ་ནི་ང་བལ་བོ་བུ་མོ་ལ་ད་ནི་འདུག་སྐད་ཆ་བྱུང་བའི་སྐབས་ལ་ཨ་མོ་རང་ད་ནི་ཕ་མ་དང་མཉམ་དུ་འདུག་ཐུགས་རྗེ་ཆུང་བས་ཆུང་བཞག་ཨ་ནི་པ་ལ་བཞག་བརྗོད་ཆུང་ཡག་པོ་ཆུང་བཞག། ད་གཤགས་བཅོས་འདི་དཔལ་འབྱོར་འདི་ཡག་ཉེས་ཀྱི་གང་འདྲ་བསྡུ་རུབ་བྱས་ཏེ་པཱ་ལགས་གཤགས་བཅོས་བྱེད་དུ་མར་བལྟ། དཔལ་འབྱོར་འདི་དགེ་ལ་བརྟེན་ནས་རྒྱབ་སྐྱོར་དེ་ལ་བརྟེན་ནས། མོ་རང་ཕ་པ་ལ་ད་ཨམ་ལ་ཐུག་བ་འགྲོ་ཐུབ་ཤ་ཨ་ནི་འགྲོ་ཐུབ་པ་གཞི་བཟུང་གིས་གཤགས་བཅོས་བྱས་ནས་ད་ལྟ་པཱ་ལ་ད་ཕ་ལ་ད་གཞི་བྱས་ལ་ཕ་ལོག་ཚར་ཤ་རོ་ཨ་ནི་མོ་རང་བླ་བྲག་ལ་ཕ་སྡུགས་སུ་ལོག་ནས་ཨ་ནི་ད་ཉི་མ་ནི་མུ་མཐུད་ནས། བསླབ་གྲྭ་བསླབ་དང་བསླབ་བཞིན་པ་རེད་ཤག་འདི་ཆ་ཚང་ནི། ཁྱེད་རྣམ་པའི་གི་བཀའ་དྲིན་ལ་བརྟེན་ནས་འདུག་བྱུང་རེད་ཉི་དེ་ལ་ཉིན་ཐ་བར་ཐུགས་རྗེ་ཆེ་ཞུ་ཡ་ཡིན་ད་ལན་གི་ཉིན་དུ་འདི་འདུག་ཞུ་འདུག་མཚམས་བཞག་ཡ་ཡིན་རྒྱབ་སྐྱོར་བྱས་པ་ལ་ཉིན་ཐ་བ་ནས་ཐུགས་རྗེ་ཆེ།